དེ་རིང་འདི་བྱེས་ཀྱི་གདན་ས་ཆེན་མོ་གངས་ཏི་རྣམ་པར་རྒྱལ་བའི་གླིང་དུ། འགྱུར་མེད་མཁན་ཟུར་སྒོ་ཟོག་རིན་པོ་ཆེ་མཆོག། ཞྭ་སེར་བསྟན་པའི་མཛེས་རྒྱན་བྱང་རྩེ་ཆོས་རྗེ་རིན་པོ་ཆེ་གིས། མངའ་གསོལ་གྱི་ཁྲི་འདོན་རྟེན་འབྲེལ་མཛད་སྒོ་ཚོགས་གནང་སོང། དེ་ཡང་ཟླ་བ་འདིའི་ཕྱི་ཚེས་གཅིག་ཉིན་སྤྱི་ནོར་གོང་ཚེ་སྐྱབས་མགོན་ཆེན་མོ་མཆོག་ནས་འགྱུར་མེད་མཁན་ཟུར་སྒོ་ཟོག་རིན་པོ་ཆེན་རྗེ་བཙུན་ངག་དབང་གསུང་རབ་བསྟན་འཛིན་དགེ་ལེགས་དཔལ་བཟང་པོ་མཆོག་ཞྭ་སེར་བསྟན་པའི་མཛེས་རྒྱན་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་གིས་ཕྱག་རྟགས་བཀའ་ཡིག་ཕེབས་པ་ལྟར་ཟླ་བ་འདིའི་ཕྱི་ཚེས་ཉིན་རྩ་བདུན་ཉིན་གྱི་ཞོགས་པ། ཐོག་མར་བྱེས་ཀྱི་གདན་ས་ཆེན་མོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་འདུ་ཁང་དུ་རིན་པོ་ཆེ་མཆོག་བྱང་རྩེར་ཆོས་རྗེ་མངའ་གསོལ་ཕྲན་བདེ་དགའི་རྟེན་འབྲེལ་མཛད་སྒོ་གཙོ་གནང་ཞིང། མཛད་སྒོའི་ཐོག་གཙོ་བོ་དགའ་ལྡན་བླ་སྤྱིའི་ལས་སྣེ་རྣམ་པའི་མན་འདྲེན་བསྟན་སྲུང་སྡེ་དཔོན་གྱིས་རིམ་པས་སྐུ་མགྲོན་རྣམ་པའི་མཇལ་དར་སྒྲོན་འབུལ་ཞུས་གནང་ཡོད་པ་རེད་ལ། དེ་རྗེས་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་བྱང་རྩེར་ཆོས་རྗེ་རིན་པོ་ཆེ་མཆོག་གིས་ཕྲན་བདེ་དགའི་རྟེན་འབྲེལ་མཛད་སྒོ་གཙོ་གནང་བའི་སྐབས།

དེ་དང་དེའི་རིགས་ཨིན་ཚོན་ལའི་རིགས་དྲུག་བདག་གི་རྗེས་ནས་ཨིན་འཇམ་དབྱངས་ཡིན་ཞེས་པ་བྱུང། སྐབས་དེར་མཛད་སྒོའི་ཐོག་གདན་ས་གྲྭ་ཚང་ཁག་གི་མཁན་རིན་པོ་ཆེ་དང་ཕྱག་མཛོད་རྣམ་པ། དེ་བཞིན་སྡོད་གུར་ལེན་ས་གནས་འགོ་འཛིན་གྱིས་གཙོས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་སྐུ་ཚབ་འཐུས་མི་དང་དེ་མིན་ཕྱི་ནང་དད་ལྡན་ས་སྐྱ་མི་མང་མི་ཉུང་བ་ཞིག་ཚོགས་ཞུགས་གནང་འདུག་ད་ལན་སྒོ་ཟོག་རིན་པོ་ཆེ་མཆོག་ལ་བྱང་རྩེའི་ཆོས་རྗེའི་ཐུགས་འགན་བབས་པ་དེ་ནི་དེ་སྔ་དང་མི་འདྲ་བར་གདན་དྲོ་སྤྱིའི་ཐོག་ཐུགས་འགན་གཅིག་པུ་ཞིག་ཆགས་ཡོད་དུས་དེང་སྐབས་སྤྱི་ཚོགས་ནང་ནང་ཆོས་ལ་དད་པ་དང་ཡིད་ཆེས་ཉམས་དམས་སུ་འགྲོ་བཞིན་པའི་ཉག་ཕྲ་བའི་དུས་སྐབས་དེར། བསྟན་པ་འཛིན་སྐྱོང་སྤེལ་གསུམ་གང་འདྲ་ཞིག་གནང་དགོས་མིན་ཐད་ཐུགས་དོགས་ཀྱིས། ཐུགས་ཚོར་ཡོད་སྐོར་རིན་པོ་ཆེ་མཆོག་གིས་འདི་གའི་གསར་འགོད་པའི་བཅར་འདྲི་དང་ལེན་གྱིས་གསུངས་གནང་བྱུང། སྤྱི་ཚོགས་ཀྱི་བསམ་བློ་གིས་ཆོས་ལ་དད་པ་དང་ཡིད་ཆེས་ལས་རྒྱུ་འབྲས་ལ་ཡིད་ཆེས་བྱེད་ཡག་གི་སྤྱི་ཚོགས་དེ་མང་ཞེ་དྲག་གི་ཉམས་དམས་པོ་ཆགས་པ་ཡིན་ཙང་ད་ང་ཚོ་གི་དེས་དེའི་གནས་སྐབས་དེ་ལ་བསྟན་པ་སྤེལ་ཡག་མཁན་དེ་དག་ག་འདྲས་བྱེད་དགོས་ཀྱི་ཡོད་དམ་མཐའ་དེ་ག་བ་ག་འདྲས་ཀྱི་སླད་ཡོང་ན་བསམ་པའི་ད་ཅིའི་ཚོར་སྣང་ཡོང་གི་འདུག་ཨང་རྒན། དེ་མིན་རིན་པོ་ཆེ་མཆོག་ནས་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་རི་བོའི་དགེ་ལུགས་པའི་བསྟན་པ་མི་ཉམས་རྒྱུན་འཛིན་ཡོང་རྒྱུར་སྐྱབས་རྗེ་གང་བདེ་ཁྲི་རིན་པོ་ཆེ་མཆོག་གིས་དབུས་པའི་ཤར་བྱང་གི་ཆོས་རྗེ་རྣམ་པ་གསུམ་ནས་གདན་ས་གྲྭ་ཚང་ཁག་གི་དགེ་འདུན་པ་ཚོས་བསླབ་པ་སློབ་གཉེར་གྱི་ཐོག་ཐུགས་འགན་གཙོ་བོ་དེ་བཞེས་དགོས་པའི་ཐོག་གདན་ས་གྲྭ་ཚང་ཁག་གི་ནང་གྲྭ་རྒྱུན་གསར་ཞུགས་བྱ་རྒྱུར་མང་ཚོགས་ནས་རྒྱབ་སྐྱོར་དགོས་པ་སོགས་ཀྱི་ལམ་སྟོན་གནང་གི་འདུག། གི་བསླབ་པ་བསླབ་ཉེན་དེ་གི་ད་མི་ཉམས་རྒྱུན་འཛིན་བྱེད་ཡག་དེ་ཡག་མི་ཉམས་རྒྱུན་འཛིན་གོང་འཕེལ་བཏང་ཡག་ལ་ད་བྱིས་པ་རོགས་པ་བྱེད་ཡག་དེ་རེད་གལ་ཆེ་ཤོས་རྩ་བ་གཅིག་དེ་རེད་གཉིས་ནས་མི་དམངས་སྤྱི་ཚོགས་དེ་ནི། དེའི་བསླབ་པ་ལྷ་མཉེན་ཡར་རྒྱས་ཡོང་ཡག་དེ་བསླབ་པ་ལྷ་མཉེན་ཡར་རྒྱས་ཡོང་ཡག་ལ་ཨེ་ན་གྲྭ་པ་ཡོང་དགོས་གི། གསར་དུ་བསྐོ་གཞག་བྱུང་བའི་བྱང་རྩེ་ཆོས་རྗེ་སྒོ་ཟོག་རིན་པོ་ཆེ་མཆོག་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ། བཞི་བཞི་བདུན་ལོར་བོད་ཁམས་ལི་ཐང་མོ་ལྷ་ཤོད་ས་ཁུལ་དུ་སྐུ་འཁྲུངས་ཤིང། དགུང་ལོ་བཞི་པའི་སྟེང་སྒོ་ཟོག་སྐུ་གོང་མའི་ཡང་སྲིད་དུ་ངོས་འཛིན་ཞུས། དགུང་ལོ་ལྔ་པར་མདོ་ཁམས་ལི་ཐང་དགོན་ཆེན་དུ་ཆོས་ཞུགས་མཛད་ནས་དགུང་ལོ་བདུན་པར་ལི་ཐང་ཀན་སུའུ་བསྟན་སྐྱོང་དགེ་ལེགས་རྒྱ་མཚོ་མཆོག་གི་དྲུང་ནས་དགེ་ཚུལ་གྱི་འདུན་པ་བཞེས། དགུང་ལོ་བཅུ་པར་ཕེབས་པའི་སྐབས་ལྷ་ས་སེར་སྨད་གྲྭ་ཚང་དུ་ཆོས་ཞུགས་མཛད་པའི་རྗེས། བོད་ནང་དུས་འགྱུར་བྱུང་ནས་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ་སྦག་ས་ཆོས་སྒར་དང། དེ་ནས་རིམ་པས་བྱེས་ཀྱི་སེར་སྨད་གྲྭ་ཚང་དུ་མུ་མཐུད་སློབ་གཉེར་མཛད་དེ། དགེ་ལུགས་རྒྱུགས་སྤྲོད་ཆེན་མོ་ཁག་གི་ནང་ཨང་རིམ་རྩེར་སོན་གྱི་བྱ་དགའ་སོས་གནང་སྟེ། དགེ་བཤེས་ལྷ་རམས་པའི་དར་སྐོར་དམ་འཇོག་མཛད་ཅིང། སྤྱི་ནོར་ཧོར་སེང་སྐྱབས་མགོན་ཆེན་མོ་མཆོག་གི་བཀའ་དགོངས་ལྟར་ཕ་ཡུལ་མི་མང་ཚོའི་མངོན་འདོད་ལྟར། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ཕ་ཡུལ་བོད་ཀྱི་ཡུལ་ལུང་དུ་མའི་ནང། ཆིབས་བསྒྱུར་གྱིས་ལོ་གཅིག་ལྷག་རིང་བསྟན་འགྲོའི་དོན་རླབས་ཆེན་མཛད་པ་དང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་བབས་ལྟར་རྒྱ་གར་ནང་ཕྱིར་ལོག་གིས། ལོ་དྲུག་གི་རིང་འགྱུར་མེད་གྲྭ་ཚང་གི་བླ་མ་དབུ་མཛད་དང། མཁན་པོའི་ཐུགས་འགན་བཞེས་གནང་བ་དང་དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་གཅིག་ལོར། སེར་སྨད་གྲྭ་ཚང་གི་མཁན་པོའི་ཐུགས་འགན་ལོ་བཞིའི་རིང་བཞེས་གནང་བ་བཅས། ཁྱོན་གྲྭ་ཚང་གཉིས་ཀྱི་མཁན་པོའི་ཐུགས་འགན་བཞེས་རིང་གྲྭ་ཚང་གཉིས་ཀྱི་ཕྱི་ནང་འཛུགས་སྐྲུན་དང་དགེ་འདུན་པ་ཚོའི་སློབ་གཉེར་ཡར་རྒྱས་ཀྱི་ཐོག་ཐུགས་བརྩོན་ཆེན་པོ་གནང་བ་མ་ཟད། སེར་མོའི་གྲྭ་ཚང་གི་མཁན་པོའི་མཛད་འགན་ཁུར་རྗེས་བལ་ཡུལ་དུ་ནང་ཆོས་མི་ཉམས་རྒྱུན་འཛིན་གྱི་ཆེད། ནང་པའི་དགོན་པ་ཞིག་ཕྱག་བཏབ་གནང་མཛད་པ་དང། དེ་རྗེས་བྱང་རྩེ་ཆོས་རྗེ་སྒོ་ཟོག་རིན་པོ་ཆེ་མཆོག་ནས་ཡུ་རོབ་དང་ཨ་རི། དེ་བཞིན་ཨེ་ཤེ་ཡ་བཅས་ཡུལ་གྲུ་དུ་མའི་ནང་ནང་ཆོས་དར་ཁྱབ་ཀྱི་རྟེན་འབྲེལ་དོན་རྒྱ་ཆེ་མཛད་དང་མཛད་མུས་ཟིན་པ་རེད་འདུག། གདན་ས་ཆེན་མོ་དགའ་ལྡན་རྣམ་པར་རྒྱལ་བའི་གླིང།